བཀྲ་ཤིས་ལགས་མི་མང་ལྷན་རྒྱས་རྣམ་པ་ཚོ་ལ་ལྷག་བསམ་ཁ་རི་གོ་དོང་ནས་ད་ལྟ་ང་བོ་ཞི་བོ་ཅིག་རེད་ད་ང་ང་བོ་ཞི་བོ་ཅིག་ལང་གི་ཡོད་རེད་བ། ཧ་ནི་ད་ལྟ་བོད་པའི་སྤྱི་ཚོགས་ནང་ལ་ཉིན་དཔུང་གཉིས་རྙོག་དྲ་འགྲོ་དང་འགྲོ་བཞིན་པ་རེད་རེད་བ། ཨ་ནི་ད་བར་སྐབས་ཅིག་ལ་ཆུ་སྐེད་ཀྱི་རྒྱ་ཆེ་ནང་ཞིག་བྱེད་གི་འདུག་བ། ཆུ་སྐེད་ཧ་ལམ་མོ་སོང་ན་མོ་རྒྱ་ཆེ་ཡིན་དང་འདུག་ཨ་ནི་ཉིན་དཔུང་སྐད་ཆ་བཤད་རྒྱུ་རེད་རེད་འདི་ལ་མི་འདི་མོ་གི་འགྲེལ་བཤད་རྒྱག་གི་ད།

སྤྱི་བོ་ལ་སྟོབས་པོ་ཅིག་ལ་ལས་ཀ་བྱས་མྱོང་མ་རེད་ཉི་མ་ཅིག་ལས་ཀ་བྱས་མྱོང་མ་རེད་ད་མོ་གི་བཞི་བོ་ཅིག་བཤད་བསྡད་གི་འདུག་བ་ཨ་བཞི་བོ་ཅིག་སྤྱི་བོ་ཧ་གོ་གོ་ཡོད་འདུག་ལས་ཀ་མ་བྱས་ན་གང་འདི་ཟ་དགོ་ད་ང་སྤྱི་ཚོགས་ནང་ལ་འདི་རྒྱུ་ལས་བྱས་ནས་ལས་ཀ་བྱེད་རྒྱུ་འདི་ད་ཨ་ནི་འདི་ཡུ་ཀྲུབ་ནང་ལ་སྐད་ཆ་བཤད་རྒྱུ་མིག་གི་སྐད་ཆ་གོ་རྒྱུ་འདི་ད་ས་ད་ནམ་ཁྱད་པ་ཤོར་བ།

སུ་ཅི་ཡང་གཅིག་མི་འདུག་བུ་མོ་འདི་ཟིག་གི་ཡང་གཅིག་མི་འདུག་ད་ང་ཡང། ང་སེམས་པ་ཆུང་ཆུང་རུ་བ། ང་ཡང་འདི་སྐད་ས་ཉི་མ་ཆུང་ཆུང་སྒོ་ནས་ཨ་མ་ལགས་བྱས་ཨ་ཅག་གཉིས་མཉམ་དུ་འཚར་ལོངས་བྱེད་ཀྱི་རུ་བ། བུ་མོས་ཀྱི་དཀའ་ངལ་དེ་ངས་ཡག་པོ་ཞི་བོ་ཅིག་ཧ་གོ་གི་ཡོད། བུ་མོས་ཀྱི Emotion དེ་ང་ཡག་པོ་ཞི་བོ་ཅིག་འགོག་ཚུགས་གི་ཡོད། དེ་ཡིན་དུས་ངས་ཀྱི་མོ་ལ་མི་འཐད། ལས་ཀ་ལས་ཀ་ནས་དགོངས་པ་ཞུ་ངས་རྒྱབ་སྐྱོར་ག་ནས་བྱེད། ལྷག་བསམ་སྐད་གྲགས་ཆེན་པོ་རེད། ལྷག་བསམ་བློ་མང་པོ། ལས་ཀ་བྱེད་ཡོང་དུས་རུ། མིའི་སྐུ་ཚེ་གཏིང་ཟབ་པོ་དེ་ཚོ་མི་འདེད་དངོས་གནས་བོད་སྤྱི་བོ་ལ་ཧ་གོ་ངེས་དེ་ཚོ་གི་རུ། ལྷག་བསམ་གྱི་ལས་ཀ་ག་རེ་བྱེད་དུ་ད་ཡག་པོ་ཞུ་གི་འགོ་ཚུགས་གུ་རུ་ད། ཡག་པོ་ཞུ་གི་འགོ་ཚུགས་གུ་རུ་ད་དེ། དེ་ཡིན་དུས་རུ། ངས་མོ་ལ་དེ་དུས་སྐབས་ལ་རྒྱབ་སྐྱོར་ཞུ་གུ་བྱེད་ཡོད་ད་རྒྱབ་སྐྱོར་བྱེད་ཡོད་ད། མོ་ད་ལྟ་དེང་སང་མིག་གི་སྔོ་ཞིང་ཡ་འདྲ་པོ་དེ་དང་པོ་འགོ་ཚུགས་ངེས་འགོ་ཚུགས་ཡོད་དེ།

ང་ད་ལྟ་གདོང་བའི་སྤྲུལ་སྐུ་འདྲ། མིག་གིས་མིང་དེ་སྨྲས་པ་དེ་ལ་རེས་ལབ་ཅེས་དེང་སང Social Media ལ་མིང་ཅེས་ཟུག་འདུག། མོ་གིས་ང་ལ་ཐང་མ་མང་པོ་བྱས་སོ་དེ། ཡིན་ནའི་ངས་ཁུ་སིམ་མེར་བསྡད་ཡོད་མོ་ཡ་མི་བཏང་ཡིན་ག་ཅིག་ནི་མོ་གི་སྤྱོད་པ་དེ་གའི་མགོ་ཚུགས་བར་བ་ཨ། ལག་པ་འཆང་ནས་བྲིས་དགོས་བ་མར་བ་ཨ། དེ་ཡིན་དུས་ད་ལྟ་ཉི་འབུམ། སྙེ་མ་མོ་མྱངས་པ་ན་ཞིག་གིས་ཉི་འབུམ་བའི་ཅིག་པ་ཅིག་བརྒྱགས་ནས་ད་ལྟ། མོ་གིས་སྙན་མ་ནས་ལག་འགོར་ཏེ་ངས་ཁྱེད་རང་ཚོ་ད་ངས་མོ་ལ Expo བྱེད་འོར་བ། མོ་མ་སྦིན་ག་ཚོད་ཡིན་པ། མོ་གིས་ད་ལྟ་བྱེད་སྟངས་ཇི་ཡོར་བ་སྐད་ཆ་བཤད་སྟངས་དེ་འགྲིག་གི་མེད་པ། ད་མོ Expo བྱེད་འོ་ད་ད་ལྟ་མོ་ཏུ་ངས་ལག་པ་འཆང་མེད་ད་མོ་ལ། མོ་ལ་ད་བཞག་བཞག་ཡིན་ད་ད་ཆོ་མི་འདུག་ད་མོ་ནི་ཀུ་ཅོ་འདི་ག་ཧམ་པ་ཚ་པོ་ཞུ་བོ་ཅིག་རེད་བཞག་བཞག་ཡིན་པ། ད་ཧམ་པ་ཡིན་ནའི་ག་རེ་ཡིན་ནའི་ད་ངས་ག་ས་ཉིན་བུང་གི Video དེ་བལྟ་བྱེད་མོ་གིས

ཨ། ག་རེ་ག་རེ་ཡིན་ཞུ་ལ་མོ་ལ་ག་ཡེ་གོ་ཡོང་མ་རེད་མི་གི། མོ་ལ་རོ། མི་གི་ལབ་བྱ་རྒྱུ། འདི་ག་ས་ལབ་བྱ་རྒྱུ་དེ་ཤེས་ཡ་རེད་མོ་ཞེས་དངོས་ཡོད་གནས་ཚུལ་གཞི་ལ་བཞག་བྱས། སྐད་ཆ་བཤད་ཤིང་མ་རེད་མོ། ཁ་ཆེམས་སེམས་ལས་ཀ་བྱས་ཉོན་ཡོང་མ་རོ། མོ་ཧམ་པ་ཚ་བོ་འདུག་ཨ་སྐྱིད་མེད། ཀྱག་ཏ་ད་མོ་གི་ད། Character ད་ད་ག་རེ་ད་འཇམ་དམག་གི་བིད་རིའུ་དེ་ཚོ་ད་ད། ངའི་ལག་པ་འཆང་མ་འོང་བའི་རྒྱུ་མཚན་འདི་རོ་ད། ང་ཚོ་ལས་ཀ་བྱེད་བྱེད་ཟག་རྒྱུ་མི་རུང། ང་ཚོ་ཁ་ཡོད་ལག་ཡོད་ལུས་ངག་ཡོད་གསུམ་འདུག་ནས་སྔོན་ནས་ཁོ་རང་སྤྱི་བོད་ནང་ལ་ལོ་མང་པོ་ཞབས་ཕྱི་ཞུ་ཟག་རྒྱུ་མི་རུང། རྒྱ་གར་ལ་ཡང་ཞུ་ཚར་རེད་ད་ལྟ་ངས་ནིའུ་ཡོག་གི་སྐད་ཆ་ཞིག་གོར་ད། ཡ་ཁ་ཤས་ལ་གིར་ད། མོ་རྒྱ་གར་ཅིག་བྱེད་རེ་ཀྱི་བྱེད་འདི་མ་ལྟ་ནིའུ་ཡོག་སྐད་ཆ་ཞིག་གོར་ད། དེ་ཡིན་དུས་མོ་གིས་ད་ལྟ་པད་མ་སི་གི་ཆབ་སྲིད་སྡུག་ཅག་ཞིག་བརྩི་གི་འདུག་པད་མ་སི་གི་ཆབ་སྲིད་སྡུག་ཅག་བརྩི་གི་འདུག་རུང་བ་འདི་ང་དཔེར་བློ་ཕམ་སོང། ད་ཉིན་འབུམ་ལ་ད་ད་ག་ས་ངེད་ཀྱི་སྐད་ཆ་གར་ཞིག་གོ་ད་ད་མོ་ད་ང་ཚོ་གཉིས་པར་ལ་ས་ད་ནམ་ཁྱེད་པ་ཞོ་ཡོར་ད་ད་མོ་གི་འགྲེལ་བཤད་རྒྱབ་གི་འདུག་ཨ་མོ་གི་བེ་ད་ཆ་བེ་ད་ཉིན་འབུམ་ནོན་འཕྲུལ་ཡིན་པ་ད་ཉིན་འབུམ་མ་བིན་ཡིན་པ་ད་ཤེ་ལོང་ཅིག་འགྲེལ་བཤད་རྒྱབ་བསྡད་གི་འདུག་ཨ། ངས་ཁྱོད་ནི་རྒྱལ་བ་ཡོད་མར་ད་ངས་སྤྱི་མཐུན་ཚོགས་པ་ལས་ནོན་འཕྲུལ་རེད་ས་ཁྱོད་ནི་ལག་འགུ་བ་མར་ད། ངེད་ཀྱི་རུ་བ་ཉི་འབུམ་དེའི་རུ་བ་བདེན་པ་རེད་ཁྱོད་ནི་ལག་ཡོད་མར་བལྟ། ཁོ་ཚོས་ངས་སྐད་ཆ་བཤད་བཅུག་ཡས་ཀྱི་སྡིངས་ཆ་དེ་དེ་ག་ས་ཀྲུང་ཡས་དེ་དཔེ་ཁྱད་ཆེན་པོ་རེད་ས་ཉི་འབུམ་གྱི་དེ་ག་ས་ད་ལྟ་སྤྱི་མཐུན་ཚོགས་པ་གིས་འགྲེལ་བཤད་རྒྱབ་སོ་ཨ། སྤྱི་མཐུན་ཚོགས་པ་གིས་འགྲེལ་བཤད་ཡག་པོ་ཞུ་ཅིག་རྒྱབ་སོ་ཨ། འགྲེལ་བཤད་རྒྱབ་ཡས་དུས་ཉི་འབུམ་གྱི། འདིར་ཁ་ཚར་ཁས་ལེགས་མེད་ཁོང་ཚོ་གིས་ཧ་གོ་གི་མི་འདུག་ཧ་མ་གོ་ནི་ཤེས་ཀྱི་འདུག་ལ་ཡིན་དུས་རོགས་འདི་ལ་རྒྱུ་མཚན་ཡོད་རེད་ད། ངས་ག་ཅིག་འདི་ང་ལྟ་ཆུ་ཁི་ནང་བཞིན་མ་རོགས་ཀོ་མོ་རྦད་དེ YouTube ལ་བཤད་དེ་རི་མོ་བཞིན་དངོས་ཡོད་གནས་ཚུལ་ཞིག་ལ་བཞག་ཅེས་ལས་ཀ་བྱེད་རྒྱུ་གཅིག་ཡང་ཡོད་མ་རུང་བ་ངས་མགོ་ཚུགས་པ་རེད་ག་ཅིག་སེར་ནག་ཁོ་ཚོ་གིས་ཧམ་པ་བཤད་རྒྱུ་དེ་བཤད་ཡས་མེད་དུས་རོགས་འདི་ཉི་འབུམ་གིས་མོ་ར་ཁོ་རང་པ་གི་ལས་ཀ་བྱེད་མཁན་མེད་ཅིག་རུང་བ།

ང་ལ་མི་མང་པོ་ཞིག་གིས་འདི་ལྟའི་ལབ་སྐྱོར་རྩོད་ཡིག་བྱེད་ཀྱི་བྱུང་བ་རེད་ཁྱོད་བུ་མོ་མར་བ་ཁ་ཅན་རྒྱབ་སྐྱོར་བྱེད་དགོས་སུ་ལབ་ཅེས་དོ་གོས་ཀྱིས་བུ་མོ་ལ་ཐོང་དྲིས་བོར་དང་ཉེ་ཨ། ད་ལྟ་བོ་དོ་མོ་གིས་ཆུ་གིས་ང་ལ་དོ་གོས་བརྙན་ཆ་མང་པོ་ཞིག་བྱེད་ལབ་སྟེ་མི་འདི་མེད་པ་དེ་ལ་རས་ལབ་ཅེར་བ། ང་ལ་འདི་ག་ས་མིང་རྗེས་སུ་ཡོད་ཐབས་ཤེས་ཞིག་བྱེད་སྟེ་ཁོ་ས་མིང་དེ་ཡིན། ད་རིང་ང་ཁ་ཚུམ་གི་མེད། ད་རེས་ཉིན་དཔུང་གིས་ཇི་ཡོད་རོ། རྙོག་དྲ་ཇི་ཡོད་རོ་ད་མོག་གིས་ཤེས་པ་རྒྱབ་པ་ཞིབ་མོ་ཅིག་ཤིང་ཁྱོའི་ནང་ཞིག་བྱེད་གི་འདུག་ཨ། མེད་པ་དེ་ལ་རེས་ལབ་ཅིག་མགོ་བསྡོ་གཡོག་གི་འདུག་ཨ། བྲེ་ག་ནང་ཞིག་ཤེས་བསྡད་གི་འདུག་ཨ། ད་རེས་ངས་ཁ་བཙུམ་གི་མ་རྟ། ག་ཅིག་འཚིག་ན་མོ་རྒྱུ་དག་མི་འདུག་རྒྱུ་དག། མོ་སྙེ་མ་མྱངས་པའི་སྐབས་ལ་ལྷག་བསམ་གྱིས་གང་འདི་རྒྱབ་སྐྱོར་བྱས་ས། ད་ད་ལྟ་ཉིན་དཔུང་ལ་རྒྱབ་སྐྱོར་བྱེད་ཞོར་ལ་གོ་མ་རྟའི་ཁོག་གི་སྐད་ཆ་དེ་ཡ་སྐད་དེ་བད་གད་ཆེན་པོ་རོ་ཨ། ཁོ་ལ་ཤེས་ཡ་ཡོད་ཟེར་ལབ་གི་འདུག་ཨ།